ཕ་མ་བདུད་མོ་ཆེན་བཟའ་བཟང་བདེ་གཡོན་ལུང་ནོམ་པ་རྒྱ་རི་སྤྱང་ཆུང་སྒོ་དབྱར་བཟའ་ཕྱི་དྲོ་སྤྱང་ཆུང་ཕྱི་རྒྱུད་ནོམ་དེ་འདྲ་ལ་བུ་རྒྱུད་ཡང་དེ་འདྲ་འོང་བདེ་རྗེ་འཁོར་དཀྲུག་འགྲོ་མི་དེ་འདྲ་སྤྱང་ཆུང་ཚར་འགྲོ་རེད་དེ་དེ་འདྲ་ཡིན་འདུག་བུ་རྒྱུད་དག་རྒྱ་མང་ཆེ་ཤོས་དེ་ཕ་མིས་བྱས་དང་ཞེས་བཤད་འགྲོ་རེད་ཕ་མ་གི་བྱས་ལ་ཕ་མི་གང་ཞིག་དེ་ལོག་པོ་འགྲོ་རེད་དེ་དེ་ཡིན་འདུག་ཕ་མ་དེ་ཡ་རབས་ཤོད་པ་བཟང་པོ་བྱང་སྙིང་རྗེ་ཡོད་ལུས་དེ་ནས་སེམས་རྒྱུད་ལྷོད་མོ། དེ་ནས་མེ་ལ་གུ་གུ་བྱེད་ཤེས་མིན། རྩིས་དྲུག་འགོག་ཤེས་མིན། དེ་དེ་འདྲ་བྱོས་ན་བུ་རྒྱུད་ཐམས་ཅད་ཡོངས་རྗེས་མ་དེ་ནས་ཡ་ར་ཤོད་བཟུང་སྟེ་ཏན་ཏན་ལོ་མཐོ་ཆོད་པ་རེད་ལོ་མཐོ་ཆོད་པ། དེ་ནས་ཕ་མ་དེ་རྣམས་ཡང། ང་རྒྱ་ཆེན་པོ་ཞིག་དེ་ནས་རྒྱུ་བཟས་ལོངས་སྤྱོད་འདྲ་ཐོག་བསྐོར་ཟ་འདྲ་ད་ལྟའི་འདྲ་སྤྱི་ཆ་ཅན་འདྲ་ཡོད་ན་ང་རྒྱ་ཞེས་བསྡུ་བ་ཐམས་ཅད་ཆད་ཟེར་ཞེས་སྙན་ལས་ཤེས། བདག་སྡུག་ཡ་ཡོང་ནས་དེ་ནས་ཁ་ཡང་མི་འགྲོ། དེས་མ་ཟོས་དེ་ནས་བརྙན་ལས་བྱེད་བརྙན་བཅོས་བྱེད་སྣོན་མིན་བྱེད་དེ་ནས་ཁ་གྲང་ན་ཡང་ཁ་མཐོ་སྟངས་ཅུང་ཆུང་བྱེད་མ་ར་ཅུང་ཆུང་བྱེད་རྫི་བ་ཅུང་ཆུང་བྱེད་སྒྲོག་ཅུང་ཆུང་རྒྱག་དེ་འདྲ་གི་ཕ་མ་དེ་ཡོད་ན་བུ་རྒྱུད་དེ་ངོ་མ་འདྲ་མཁའ་ལོག་འོང་འདྲ་དེ་དེ་ཡིན་འདུག་ཕ་མ་བསྡུ་བ་དེ་ནང་གི་མཐའ་ན། ཕ་མ་བསྡུ་བ་དེ་ནང་གི་མཐའ་ན་རང་གི་བུ་རྒྱུད་དེ་ནས་བཤོས་པ་ངན་པ་གཟུགས་ངན་པ་དེ་འདྲ་དང། ཕ་མ་ནང་འཛིང་རྩ་བྱ་བ་སྤྱོད་པ་བདུད་མོ་ཞེས་ན་བུ་རྒྱུད་ནང་ཤུགས་ངན་པ་སྤྱོད་པ་ངན་པ་དེ་འདྲ་རང་ཤུགས་ཀྱི་ཁུར་ལོག་པར་འགྲོ་ཟིན་གི་རྩ་གག་ཟིན་གི་དྲན་ནས་དེ་ལ་སོ་ནུ་བཏང་ནས་བཟོ་བཟོ་བྱེད་རྒྱུ་དེ་གལ་ཆེན་པོ་རེད་དེ་ནི་དེ་འདྲ་ཡིན་དུས་བྱམས་པ་སྒམ་དུ་ལུས་ཁོང་ཁྲོ། ཤེས་ཐུབ་ཀྱི་ཁོང་ཁྲོ་དེ་ཤེས་དུ་ནང་བཟའ་ཚང་མི་ཤ་ཕོ་མོ་དད་ལྡན་མང་ཚོགས་མཆོད་པ་ཅན་ཡིན་ན་དང་པོ་མཆིན་བཟའ་ཚང་གི་ནང་ནས་ཡང་དེ་ནས་སེམས་དྲི་མ་ཁ་བསྐོ་རྫོགས་ཐུབ་ད་སེམས་ལྷོད་ལྷོད་ཐུབ་ད་དེ་ནས་ཕ་རྒན་ཡིན་ན་ཡང་སེམས་ལྷོད་ལྷོད་ཞིག་སྤྲོ་རིང་པོ་ཞིག་དད་མདོག་ཆུང་ཆུང་དེ་ནས་མ་རྒན་ཡིན་ན་ཡང་དྲི་མ་དྲི་མ་དེ་ནས་དད་མདོག་ཆུང་ཆུང་གིས་ལས་རྒྱུ་འགྲོ་རྒྱུ་དེ་ནས་ཁོང་པ་ནང་བཙོང་འདྲ་བཤད་རྒྱུ་འདྲ་བསྟན་འདྲ་དད་མདོག་ཆུང་ཆུང་གིས་ཉེ་རེ་ཉེ་ར་དེ་མང་པོ་བཤད་ནི་ཉིན་མ་རེད།

ཟ་རྒྱུ་འཐུང་རྒྱུ་བྱེད་རྒྱུ་ཆུ་ཆ་ཅན་ཁང་པ་རླངས་འཁོར་སྒོར་མོ་ག་ས་ཡོད་ན་ཡང་ས་ལ་ཤུབ་མོ་གཅུ་འོང་རྒྱུ་མེད་པ་དེ་ལྟར་སོ་སོས་བཤད་འདུག་ཟེར་རེད་བཤད་རྒྱུ་མ་རྩ་མེད་གི་ལས་དེ་དེ་འདྲ་བཤད་འདུག་ཟེར་ཚོགས་མི་དེ་ཁོང་ཁྲོ་སྨད་དེ་ཞམ་པ་སྒང་གི་དེ་རེད་ཞམ་པ་དེ་ཁོང་ཁྲོ་སྨད་རེད་ཟེར་ཁོང་ཁྲོ་སྨད་དཔེར་ན་མགོ་བཟས་རྒྱུ་འདྲ་གོ་མ་བཟས་རྒྱུ་འདྲ་ནད་ན་ན་སྨན་ཁང་ནང་འགྲོ་སྨན་ལས་སྨན་ཟ་དགོས་རོ

དེ་ནས་ཤངས་པ་སྒང་དུ་དུས་ཚོད་ཡོད་ཆ་ཅན་ཡོད་ན་ད་མཆོད་ཁང་ནང་ལ་འདུག་གཙང་སྦྲ་ཡག་པོ་བྱས་སངས་རྒྱས་ཀྱི་སྐུ་གཟུགས་དེ་ནང་གི་མདོ་འདི་ལ་སྤོས་དང་མེ་ཏོག་མར་མེ་ལ་སོགས་པ་གང་ཡོད་ཡོད་པ་དེ་བསྐྱང་རྒྱུ་མཆོད་རྒྱུ་བྱས་ནས་རང་ཉིད་ཀྱང་གདན་ཡག་པོ་གཅིག་གི་ཐོག་དུ་ལ་དེ་ནས་རྐང་པ་ཡང་གཅིག་གྲངས་ཡག་པོ་བཀྱགས

དེ་ནས་ཚེ་ཕྱི་མ་ལ་དག་བདེ་བ་ཅན་གྱི་ཞིང་ཁོང་ཁྲོ་ཟད་ཀྱི་རྒྱུ་ཡི་རྩ་བ་གཅིག་དེ་རེད་རྩ་བ་དང་གཙོ་བོ་གཅིག་ཚེ་འདི་ལ་བྱམས་པ་དེ་སྒང་སེང་ལྷོད་ལྷོད་བྱས་ན་དེ་ནས་ལུས་ཁོང་ལ་ཕན་པ་ཆེན་པོ་ཡོད་གསུངས་རེད་དཔེར་ན་ཁྲག་ཤེད་མཐོ་བསྡད་པ་ཡིན་ན་བྱམས་པ་ཡུན་རིང་པོ་སྒང་ན་ཁྲག་ཤེད་དམའ་འགྲོ་རྒྱུ་ཆེ། དང་སེང་ལུང་འདྲ་སེང་མ་བདེ་བ་སྙིང་ནད་དང་སེང་ལུང་འདྲ་རེ་བསྡད་ན་ཡང་བྱམས་པ་ཡུན་རིང་པོ་སྒང་ན་དེ་ནས་སྲན་དེ་མ་སྲན་ལུང་དང་ཁོང་ཁྲོ་དེ་ན་ཤེར་ནས་སྲན་ལྷོད་མོ་འབྱུང་མི་བྱེད་དེ་ནས་ལུས་ལྷོད་ནད་མང་པོ་བཀག་ཐུབ་ཟེར་ནས་ཁྲག་ནད་གཙོ་བོ་བྱེད་པ་གཅིག་དེ་ནས་བྱམས་པ་དེས་ཉི་མ་རེ་རེ་ལས་དུས་ཚོད་སྐར་མ་ལྔ་རེ་བཅུ་རེ་སྤྱན་ལྔ་དེ་འདྲ་བསྒང་ཐུབ་ན་ཚེ་ལ་ཕན་ཆེན་པོ་ཐོག་གསུངས་རུང་ཚེ་རིང་པོ་གནས་ཐུབ་ཟེར་ཚེ་རིང་ཟས་ཤིག་ཟེར་ལུས་གང་ལ་ནད་མང་ཟེར་དེ་ནས་སྲན་ཞིག་ཟེར་དེ་ནས་དེ་འདྲ་འབྱུང་རེད་བྱམས་པ་བསྒང་ན་སྲན་དེ་འཚོ་བ་ཤུགས་མང་ཡིན་རེད།

ཁྱད་པར་དུ་ནང་ཚུལ་སྔ་མོ་ཡང་ལོང་འདུག་ལས། སྐར་མ་གཅིག་གཉིས་ཚེ་མཐའ་མ་ཡང་ཅོལ་ཅོལ་བྱས་ནས། བྱམས་པ་ཚད་མེད་ད་ནང་ཤོག་ཁ་ཡང་ལོང་འདུག་གཅིག་སྒང་ན་དེ་རིང་གཉིས་ཀོང་ཁོང་ཁྲོ་བཤལ་བ་ལ། དེ་ནས་བཀག་འགོག་བྱེད་ཐུབ་ཟེར་ཁོང་ཁྲོ་བཤལ་བ་ལས། དེ་ནས་སྔས་འགོག་གི་ཕན་པ་ཆེན་པོ་ཡོད་གསུངས་རེད། ད་ནང་བྱམས་པ་ཐོན་གཅིག་སྒང་ན་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པ་ཤོག་དྲན། དེར་དྲན་ཐུབ་ན་དེ་རིང་མཐའ་ན་ཁོང་ཁྲོ་མི་བྱེད་མཐའ་ན་གཟའ་འཛིན་མི་ཐུབ་ཟེར་མཐའ་ནམ་དེ་ནས་གནའ་དུ་ཞི་མི་དགོས་ཟེར་དེ་འདྲ་གི་ཕན་ཡ་ཆེན་པོ་ཡོད་ཟེར་ནང་ཚེ་ཆད་པ་དགང་རྒྱུ་གལ་ཆེན་པོ་ཡིན་བསམ་པས་དེ་ནས་དངོས་སུ་དགང་རྒྱུ་མི་འགྲོ་ནས་བློ་འཁོར་གཏོང་རྒྱུ་འདྲ་བླ་རྒྱལ་རྒྱུ་འདྲ་ཚོང་རྒྱལ་རྒྱུ་འདྲ་ཟས་ཧོང་ལས་ཀ་བྱེད་རྒྱུ་འདྲ་འདྲ་དེ།